ཡིན་ན་ཡང་ལམ་ཁ་ཅི་ཞིག་འདེམས་རྒྱུ་ནི་སོ་སོ་གི་ཕུགས་འདུན་དང་སོ་སོ་གི་ཆེད་ལུས་དང་ནུས་བ་ལ་རག་ལས་ཡོད་པ་མ་ཟད། གསར་གཏོད་ཀྱི་བློ་གྲོས་དང་དོ་དམ་གྱི་ཉམས་མྱོང་ནི། ང་ཚོའི་ལས་རིགས་དེ་ཇི་ལྟར་ཡུན་རིང་དུ་བསྲང་དགོས་པའི་ཚེ་སྲོག་དང་འབྲེལ་བ་ཡོད་པ་ཞིག་རེད། དེའི་སྟབས་ཀྱིས། རིག་གནས་གཏན་ཚིགས་ཀྱི་ངར་ཁ་མ་ལྷོད་པའི་སྒང་ནས་ལས་རིགས་གསར་བ་ཞིག་ཇི་ལྟར་གཉེར་དགོས་ཀྱི་འདིའི་སྐོར་གྱི་གྲོགས་པོ་ཐམས་ཅད་ལ། ང་ཚོས་བགྲོ་གླེང་བྱེད་ས་གི་རྟགས་བུ་ཞིག་བསྐྲུན་པའི་ཆེད་དུ། ད་ང་ཚོའི་གླེང་རྟགས་ལེ་ཚན་གྱི་གོམ་སྟབས་གསར་བ་ཟིག་འདི་མོ་གི་མི་འདྲའི་ལེ་ཚན་ཞིག་བསྒྲུབས་ཡོད། དེས་ན་དེ་རིང་གི་ལེ་ཚན་འདིའི་ནང་དུ་ང་ཚོས་མཚོ་སྔོན་ཞིང་ཆེན་ཟི་ལིང་གྲོང་ཁྱེར་དུ། སྒེར་གཉེར་སློབ་གསོ་སྒྲུབ་བཞིན་པའི་གྲོགས་པོ་ཞིག་དང་ལྷན་དུ་གླེང་མོལ་བྱས། རིན་ཆེན་མཚོ་ནི་ཕ་ཡུལ་རྡོ་སྦིས་ནས་སློབ་གྲྭ་ཆུང་འབྲིང་གི་སྒོ་ཐེམ་བརྒྱད་ཅིང། ཕྱི་ལོ་ཉིས་སྟོང་བཅུ་ལོར་མཚོ་སྔོན་དགེ་ཐོན་སློབ་ཆེན་མི་རིགས་དགེ་ཐོན་སློབ་གླིང་དུ་ཕྱིན་ཏེ་ཨོ་ཡིན་ཆན་ལས་ཀྱང། ཉིས་སྟོང་བཅུ་བཞི་ལོར་ཧྥི་ལི་པིན་རྒྱལ་ཁབ་དུ་ཕྱིན་ཏེ་ཕ་སྐད་མ་ཡིན་པའི་མི་རིགས་གཞན་ལ་དབྱིན་ཡིག་འཁྲིད་ཐབས་ཞུ་བའི་ཆེད་ལས་དང། ཉིས་སྟོང་བཅུ་བདུན་ལོར་ཨ་རིའི་ཝིར་ཇི་ནི་ཡ་སློབ་ཆེན་དུ་ཕྱིན་ནས། ལས་རིགས་གསར་སྐྲུན་སྐོར་གྱི་ཆེད་ལས་སྦྱངས། ཉིས་སྟོང་བཅོ་བརྒྱད་ལོའི་ཟླ་དགུ་བར་སྲིད་གླིང་གྲོང་ཁྱེར་དུ་བྱིས་པ་དང་དར་མའི་སྡེ་ལ་དབྱིན་ཡིག་སློབ་ཁྲིད་བྱེད་པའི་མེ་ཏོག་སློབ་གསོ་ཞེས་པའི་ཟབ་སྦྱོང་ལྟེ་གནས་གསར་འཛུགས་བྱས་ཤིང། ཉེ་བའི་ལོ་ངོ་དྲུག་གི་རིང་ལ་སྔ་རྗེས་སུ་སློབ་མ་དྲུག་བརྒྱ་ལྷག་ལ་སློབ་ཁྲིད་བྱས། དེའི་ཁྲོད་དུ་ཕྱི་འགྲིམ་སློབ་མ་བཅུ་གཅིག་དང་འབུམ་རམས་པ་ཉེར་ལྔ་རམ་འབྱམས་པ་སོ་གཉིས་དངོས་ཕུད་སློབ་མ་བཅོ་ལྔ་བཅས་ཡོད། གཞན་ཡང་དབྱིན་སྐད་ཀྱི་ཚད་རིམ་བཞི་བ་ནས་དྲུག་པར་བརྒལ་བའི་སློབ་མའང་ལྔ་བཅུ་ལྷག་ཡོད། ད་ལྟའི་ཆར་ལ་འདི་ལྟར་རང་གི་ནུས་བ་ལ་བརྟེན་ཏེ་དགོས་གཉེར་གྱི་ལས་ཀ་གཉེར་མཁན་ཇེ་མང་ཡིན་པས་དེ་རིང་གི་ལས་མཚན་ནང་དུ་ཁོ་མོའི་བྱ་བ་འདི་ཇི་ལྟར་མགོ་བརྩམས་པ་དང་ཇི་ལྟར་རྒྱུན་བསྐྱངས་བའི་ཐད་ནས་གླེང་མོལ་བྱེད། འོ་ཡ་དེས་ན་ཐོག་མར་ཁྱེད་རང་ང་ཚོའི་གླེང་རྟགས་ལས་མཚན་དུ་ཕེབས་ནས། ད་འདི་གོམ་སྟབས་གསར་བ་ཟིག། འདི་མོ་གི་མི་འབྲི་ལས་མཚན་ཞིག་བསྒྲུབས་ཡོད། ད་འདིའི་དམིགས་ཡུལ་གཙོ་བོ་ཡིན་ན་ང་ཚོ་གཅིག་རྗེས་རབས་པ་ཟིག་དགོས་ན་འདྲ། ན་གཞོན་རྣམ་པ་གིས་ད་རང་རང་གི་གཅིག་དགོས་གཉེར་གྱི་ལས་རིགས་ཟིག་དགོས་ན་ར། རང་རང་གི་ནུས་བ་ལ་བརྟེན་ནས་རང་རང་གི་དགའ་ཕྱོགས་དང་མོས་བ་བཞིན་དུ་དགེ་གཉེར་གྱི་ལས་རིགས་མང་པོ་ཟིག་སྒྲུབ་ཀྱི་ཡོད་གི། ད་འདི་དག་ཐམས་ཅད་ལའང་ང་ཚོ་ཅིག་གླེང་མོལ་བྱེད་ས་དང། བགྲོ་གླེང་བྱེད་ས་གི་རྟགས་བཟོ་སྤྲད་འགོ་གི་ཟིག་དེ་གི་ད་གོམ་སྟབས་གསར་བ་ཟིག་འདི་མོ་གི་ལས་མཚན་ཞིག་སྒྲུབ་ནས། རེད་རེད་དེ་ན་རེད། ཐོག་མར་ཁྱེད་རང་ང་ཚོའི་གླེང་རྟགས་ལས་མཚན་ལ་ཕེབས་པར་དགའ་བསུ་ཞུ། རེད་དེ་གི་ད་བར་གི་གླེང་རྟགས་གི་ལས་མཚན་ད་རྟགས་བུ་འདི་མོ་ཟིག་སྤྲད་ན་ཧ་ཅང་གི་བཀའ་དྲིན་ཆེ། རེད་རེད། དེ་ན་ད་ཁྱེད་རང་ལ་མཚོན་ན་རང་གི་ཅིག། ལོ་ངོ་འགའ་ཤས་གི་རིང་ད་རང་རང་གི་ནུས་བ་དང། དགའ་མོས་བཞིན་དུ། རེད། ད་གི་ཡིན་གྱི་ན་ད་ང་ཚོ་གཅིག་དགེ་གཉེར་གྱི་སློབ་གསོ་སྒྲུབ་གི་ཡོང་ནས་འདི་མོ་གི་མི་སྣ་ཟེར། རེད། ཡིན་ན་ཡང་ད་ཁྱེད་རང་གི་གཅིག། མི་སྣ་འདིའི་རྒྱབ་ལྗོངས་དེ་ང་རང་ཚོས་ལས་འཚེ་ཇི་ཟིག་སྒྲུབ་ན་ར་དེ་ཉིད་སོ་སོ་གི་རྒྱབ་ལྗོངས་དེ་གཅིག་རྒྱུས་ལོན་འདྲི་བྱ་ཡོང་ནི་རེད། རེད། དེ་ཡིན་ན་ཁྱེད་རང་ང་ཚོས་ན། ད་ང་ཚོ་གཅིག་ཕྱི་རྒྱལ་ར་འདི་སློབ་གཉེར་ར་སོང། འདི་མོ་རེད། གི་ནི་ཚེ་ཡོད་གི་དེ་ཡིན་དང་ན་ཁྱེད་རང་ཐོག་མར། ད་ཕྱིར་རྒྱུད་ལ་ལྷོད་མྱོང་འགྱུར་བའི་སྐབས་འདི་འོ་ད་ཕྱིར་ཡང་ན་ངའི་འདི་མུག་གི་ལས་རིགས་སུ་སྒེར་གྱི་སྒྲུབ་དགོས་གི་བསམ་གྱི་འདི་མུག་དམིགས་ཡུལ་ཡོད་ཀྱི་རེད་ཐོག་མར། ད་ཐོག་མར་དམིགས་ཡུལ་ཟི་ན་ར་མེད་གི་མོ་ད་མེད་གི་ཟི་ན་ར་འདི་གཙོ་བོ་སོང་ཡིན་གྱི་ཟི་ཡིན་ནས་ད་ཡིན་གྱི་གི་འབྲི་ཀློག་བཤད་ད་ཚང་མ་ད་བྱེད་དགོས་ན་གནད་དོན་གཅིག་ར་མེད་ནི་ཟི་གི་གྱི་རྒྱུད་དུ་རང་གི་དམིགས་ཡུལ་ད་ཉག་གཅིག་གོ་རེད་དག་ཕྱི་ར་ཡང་ཡི་ད་གཅིག་ལས་གཞི་གཙོ་འབྲི་རྒྱུ་ད་ཕྱི་ར་ཡང་ནི་ད་ལྷོད་ཐར་ཕྱི་ནས་ཕྱི་ར་ཡང་ནི་ད། རང་གི་ཆུ་གཟུགས་ལས་དགོན་ནང་དུ་ཚང་མ་སྔོན་ཆད་ད་འདང་ར་རྒྱག་བྱེད་གི་མེད་གི་རེད་རེད་རེད། ད་ཁྱོད་ཟེར་གྱི་མེད་གི་ང་ཚོ་སློབ་གྲོགས་མང་ཆེ་བ་ཟེར་ག་ཅིག་མང་བའི་ཕུགས་འདུན་འདི་ཡིན་འཆར་གཞི་འདི་ཡིན་ཟེར་གྱི་ཧ་ཅང་དཀོན་པོ་ར། རེད་རེད་རེད། རེད་དེས་ན་འདི་ད་ཁྱེད་རང་ཕ་ཁྱེད་ཀྱི་ན་ཕྱི་རྒྱལ་ལ་སློབ་སྦྱོང་རྒྱུག་དགོས་ན་རང་གི་སྟེང་ནང་ཆ་རྐྱེན་ངེས་ཅན་ཟིག་ཚང་དགོས་རྒྱུ་རེད་མ་མཐའ་ར་ད་ང་ཚོ་ཆུ་ཟུགས་ན་ཡིན་གཅིག་གི་ལམ་ལུགས་གཅིག་གབ་ད་ཡིན་གྱི་སྤྱིར་བཏང་གི་འགྲོ་འདུག་སྤྱོད་གསུམ་ཟིག་དགོས་ན་ར་འདི་མོ་ཟིག་ཧ་ར་ད་སྤྲོད་རྒྱུ་ད་འདི་མོ་གི་མང་གཞི་དང་ཆུ་ཚོད་ལྔ་ཚོད་ལྡང་དགོས་ཀྱི་རེད། ཡིན་ན་ཡང་ཧ་ར་ར་སོང་ན་ད་ཁྱེད་རང་ང་གཅིག་ཆུ་ཚོད་དགོས་ན་ཡང་བར་ཡོད་དེ་ཚོད་ན་ཁུ་ཟུག་གི་བར་སྐད་རེད། ད་ཁྱོད་རང་ལ་ཚོད་ན་ཡང་རང་གི་སྐད་རིགས་ཉེ་བ་དང་གསུམ་པ་ལྟ་བུ་ནུབ་མོ་ཆགས་གོ་ག་དེ་ན་ཁྱོད་རང་གི་མང་གཞི་དང་ཁོ་རང་ཚོ་མང་གཞི་བསྡུར་ཡོང་ན་ཁྱོད་སྐབས་ལས་འདྲ་ཆི་འདྲ་འོག་གི། རེད་ད་སྟོང་དགུ་ཐུན་སྐྱེས་བཟི་ན་ད་འདི་མོ་བཟི་རུ་མོ་ངི་ཆོས་སྟོང་དགུ་ད་ཉིས་སྟོང་བཞི་གི་ལོ་མཚོ་སྔོ་དགེ་མཐོ་ལྷོ་ཆེ་མི་རིགས་དགེ་མཐོ་ལྷོ་ལང་ནས་ད་བོད་ཡིན་གི་འཛིན་གྲྭ་ནས་ཡིན་གྱི་ད་ཐང་ལོ་བཞི་འདྲི་ཟ་རྒྱང་ནི་རུ་མོ་དི་གི་དེ་ནས་ལྷོ་ཐར་ཕྱིན་གྱི་ད་སོ་ད་ཅིག་འགྲོ་ལམ་ར་རང་གི་ཆི་ཟིག་བྱེད་དགོས་ན་ད་འདི་འཚོ་བའི་སྐོར་གི་ཡིན་གྱི་ད་བར་གི་ད་ཅང་གི་དཀའ་ལས་མེད་ར་བྱེད་ཐུ་ནི་དི་མོ་བཟི་རུ་ཡ་ཨི་ཨི་འདི་ནི་ཧ་ར་ལྷོ་བྲག་སོང་ན་ད་ཅི་གི། ད་རང་གི་ཡིན་གྱི་ད་བྱེད་ནུས་ད་ཧ་ཅང་གི་ཤེས་གི་མོ། ད་ང་ཧ་ར་སོང་ནི་ད་ངས་ཞིབ་འཇུག་དོན་དང་ནི། ཞིབ་འཇུག་དོན་ན་ད་འདི་རང་གི་ལྷོ་བྲག་ཆུ་དང་བསྡུར་ན་རང་གི་ཡིན་གྱི་ད་ད་ཧ་ཅང་གི་བྱེད་ནུས་དུ་མོ་ཟེར་ཡ། དེ་ནས་འདི་ད་ཁྱོད་གི་ཧ་ར་འགྱོད་ཀྱི་ཐད་སོགས་ལྷོ་བྲག་ཚང་མ་གི་ད་གཞུང་ལུགས་ཞིབ་འཇུག་གི་དཔེ་ཆ་ཏག་ཏག་ལྟ་གི་ད་གི་མོ། དེ་གི་བྱེད་བརྩོན་རེ་རུ་བྱེད་བརྩོན་རེ་ད་ཅི་གི་གཟའ་འཁོར་གཅིག་གི་ནང་ད་ཐུང་ཐུང་རེ་འབྲི་རྒྱུ་དུ་མུ་ད་སྔོན་མ་ཞིག་དུས་རྒྱུན་དུ་འགྲིག་གདའ་གི་མོ། ཡིན་ནའང་རང་གི་ད་གཞུང་ལུགས་ཀྱི་དཔེ་ཆ་གཟུགས་གང་ན་བཀོད་རྒྱུ། ད་བྱེད་རྩོམ་གཟུགས་གང་ན་འབྲི་ཤེས་རྒྱུ། ད་དང་པོར་འགྱོད་རྒྱུ་ཚ་སོ་ཞིག་སྔོན་མ་ཨ་ད་ཆི་ཟེར་ཅི་ཟེར་ཅི་བྱ་གཏོལ་མེད་དུ་བྱེད་ཐལ་ཡ། ཡིན་ནའང་ད་དགེ་རྒན་ན་བློ་འདྲི་ས་ར་དུ་ཡོད་གི་མོ། ད་དགེ་རྒན་ད་ངས་ཆི་ཟེར་ན་འགྲིག་གི་ད་ང་སྔོན་མ་ཞིབ་འཇུག་གཏོལ་ན་ཞིག་དཀའ་རྒྱུ་རེད། ཨ་ཟེར་རེད་བྱེད་ཀྱི་ཐལ་སོ་དགེ་རྒན་གི་ཨོ་དེ་ཡིན་ན་ཁྱེད་ངེས་ཞིག་ཨ་ད་འདི། ཁ་གསབ་རྒྱག་དགོས་ནོ་སློ་ཁྲི་ཚང་མ་ཁ་གསབ་བསྒྱུར་བ་དང་ད་ཤེ་གི་ཆོ་ཕན་ཐོག་ནི་རེད་ནི་དེ་ག་ངེས་ཤེ་གི་སློ་ཁྲི་ད་དཔེ་ཀློག་གི་སྐོ་ད་སྤྲོད་གི་སྐོ་ད་ནི་ཤེ་བཙོང་ལ་སོགས་པ་འགྲོ་དགོས་ནོ་གི་དི་གི་ད་སློ་ཁྲི་མང་ང་ལང་ནི་རི་མོ་ད་དི་སློ་ཁྲི་དི་ཚང་མ་ལོ་གཅིག་འདྲ་བཟའ་ལང་ཡི་ད་ད་གཞུང་ལུགས་གི་དཔེ་ཆ་ལྟ་དགོས་ན་ར་ག་ལི་ཡོད་ན་ར་ཡང་རང་གི་མཆི་དགོས་ན་ར་ཁ་ཤོག་ཡེ་གི་ཡ། ད་ང་ཚོ་ཕྱི་རྒྱལ་གྱི་ཁོ་རང་ཚོའི་ཅིག་སློབ་ཁྲིད་བྱེད་སྟངས། དེ་ནས་སློབ་མ་ཟིག་ཡིན་ན་དེའི་སློབ་སྦྱོང་བྱེད་སྟངས་དེའི་ཕྱོགས་ནས། ཁྱོད་ཤུགས་རྐྱེན་ན་འདྲ་ཐེབས་ད་ལྟ་རང་གིས་ཅིག་སློབ་སྦྱོང་བྱ་དགོས་ས་འདི་མོ་དཀའ་མོ་ཡོད་གི་བསམ་གི། རེད་ད་ཕྱི་རྒྱལ་གྱི་ཆེད་དགོ་ནོར་སློབ་ཁྲིད་ཀྱི་རྣམ་པ། དེ་གི་སློབ་སྦྱོང་གི་རྣམ་པ་དེ་འུ་ཆོས་དང་ད་བྱུང་གི་གཏན་ནས་མི་འདྲ་གི་མོ། ཕྱི་ཟིག་ཤ་མི་འདྲ་གི་ཟིན་ན་ད་ངའི་དཔེ་ཟིག་གཉིས་འཇོག། དཔེ་དང་བོ་ཡིན་ན་འདི་ད་ངའི་གཞི་གི་འཛིན་གྲྭ་ཡིན་ན། ད་ཆེད་དགོ་ནོར་སློབ་ཁྲིད་ཧ་ཅང་གི་མང་ནུས་དེ་མོ་ཟེར་མོ། དེ་གི། དེ་གི་སློབ་མ་ཆོས་གི་དཔེ་ལེན་གྱི་ན་ད་སློབ་སྦྱོང་བྱེད་ཐབས་གཟིགས་ཀྱི་ན་ར། ཅི་དགེ་རྒན་གི་དེ་རིང་ཁྲི་ནུས་དུ་སོང་ཡས་ད་འདི་ཁྱི་ཟིག་གོ་ན་ར། དེ་རིང་གི་དཔེ་ཀློག་བལྟས་ཀྱི་ན། དཔེ་ཀློག་དུ་ར་ཅུང་རང་རང་གི་མི་འདོད་ན་ཚོགས་པ་བྱེད་དང་ཡས་ཨ་ད་དེ་རིང་ཁྱི་སོང་ཨ། ཤོག་གྲངས་འདི་ནས་འདི་ན་ཐོན་འདི་ནས་འདི་ན་ཐོན་ཚོགས་པ་ནང་གི་མྱི་ཚང་མ་དགེ་དང་ཡས་གཅིག་གཅིག་རེ་དགེ་དང་ཡས་སོང་ཡས་ཨ་ད་དེ་ཚོ་ངས་བསྟན་བཞིན་དང་འདི་གི་ན་འོ་ཆོས་ད། ས་སྐྱ་འདི་ནས་ཐུག་ཨ་དང་འོ་ཆོས་གི་ཞིག་བགྲོ་གླང་ཡས་ཟིན་ནས་ད། གཙོ་བོ་ཡིན་གྱི་ན། ད་ཁྱོད་ཀྱི་ད་དཔེ་ཀློག་དུ། མྱི་ཚང་མ་དགེ་བཏང་ན་ཡང་རང་གི་མྱི་གཅིག་གི་མངའ་ཟིན་འདོན་མི་དགོས་བ་ཟེར། དེ་ནས་ཡང་ཚང་མ་སྒྲོ་ལོང་ཡིན་ན་ཡང་དཔེ་ཆ་དག་ནང་ན་ཆུ་ཤེལ་སྐུ་ནང་ནང་དོན་ཚང་མ་ཧ་ཅང་གི་གོ་གི་མོ། ད་ཅི་གི་ཁྱོད་ཀྱི་སློབ་ཁྲིད་བྱས་ཐལ་དུ་མི་ཟེར་རེད། ད་གི་སློབ་སྦྱོང་ཡས་ཐལ་དུ་མི་ཟེར་རེད། དེ་ཡིན་ན་ད་ལས་བྱ་ར་དི་ཚང་མ་ར་མཉམ་དུ་ལས། དུ་མི་ཡིས་ཅོ་ཤེས་གི་དགའ་གི་ཡ། ད་ཅི་གི་ཚོགས་ར་ཚོགས་བྱས་ནས་སློབ་སྦྱོང་ཡས་ཅོ་ད་ཧ་ཅང་གི་དགའ་གི་ད་གཅིག་གཅིག་གི་ད་རང་རང་ཚ་ནས་དཔེ། ཅ་ལྟ་རྒྱུ་དང་བཟའ་བཅའང་མི་དགའ་གི། རེད་རེད་རེད། དེ་གི་དགེ་རྒན་གི་ཁྲི་ཐབས་དེ་ཡིན་གྱི་ན་ར། དགེ་རྒན་དེ་སོང་བས་སློབ་མ་དེ་སོང་བས་གཙོ་བོ་བྱས་ནས་སློབ་ཁང་ནང་ནས་སློབ་མ་དེ་གཙོ་བོ་བྱས་ནས་དགེ་རྒན་གི་ད་འཛིན་སྟོན་བཏང་ནས་ཨོ། ཁྱོད་ད་དཔེ་ལེན་གྱི་ན། ད་ལམ་ཁ་འདེད་འཇུག་གི་ན་རེ་ཕྱོགས་སུ་གཏོང་རྒྱུ་མ་གཏོགས་ད། ཁྱེད་ཀྱི་ན་རེ་ཁི་མ་ཁི་མ་བྱེད་ཀྱི་མེད་གི་མོད་ད་གཙོ་བོ་སློབ་མ་གི་བསམ་ཚུལ་དེ་བྱེད་རྒྱུ་ཁྱོད་ཀྱི་སློབ་ཁྲིད་ཡིན་གྱི་ན། ཞེས་ཀྱི་སློབ་མ་གི་བསམ་ཚུལ་དེ་བརྗོད་རྒྱུ་ཧ་ཅང་གི་གལ་ཆེན་ཡིན་ནོ་དང་བཟའ་བརྩི་དགོས་གི་ཡིན། རེད་རེད་རེད། ད་ནི་འདི་ཕྱིར་གོ་ན་ད་ཞི་འདི་ངས་ཞིག་ཏུ་གང་ན་ཞེ་གོ་ནི་ངས་གཞིར་མོ། དེ་གི་གཞིག་ནས་ད་འདི་ད་གི་ཞི་འཇིག་ཡིན་ན་ཞི་འཇིག་སློབ་མ་ཟིག་ཡིན་ན་ད་གཙོ་བོ་དགེ་རྒན་གི་ད་ཆོག་དཔེ་ཆ་འདི་ལྟའི་འདི་ལྟའི་ཟིག་བཏང་ནི་མ་གཏོགས། ད་ཆོག་ངོ་མ་ནང་ཡོང་བའི་ཅིག་ཅིག་ཁྲི་ཅིག་ལྷག་པར་བལྟས་ཡོད་ནི་མ་རེད་ཡ། རེད་རེད། དེ་ཡིན་ད་སློབ་མ་ཆོག་རང་རང་གི་གནད་དོན་ཡོད་ན་ར་དགེ་རྒན་རྩ་ཡིན་རྒྱུ་རྒྱུ་མ་གཏོགས། ཡིན་ནའང་ཁྱོད་ལྟ་ཞིག་ཧྲ་ས་བཟོ་ནི་ཚང་མ་མཉེན་དུ་བཙལ་བསྡད་ཡི་འདུག་གི་དཔེ་ཆ་ཨེ་རྒྱུ་ཡི་ཅི་ཡོད་ན་ཡང་ཚང་མ་གི་ད་ཐེ་ཚོམ་མེད་ར་ཞིག་གི་ཨེ་རྒྱུ་ཡི་ཅུ་དི་ཡང་ཞིག་གི་ཁྱུ་གི་ཁྱོད་མཚོན་ནི་ཡོང་ན་ད་གོམས་ཤིས་གི་ཁྱི་ཟླ་གི་ཡ་དེ་ནས་ད་ལྷོ་མ་ཟིག་གི་མཚོན་ནི་ཡོང་ན་ལས་ཤ་ཟིག་གི་ནི་ད་སུན་སྣང་ཟིག་གི་གི་བརྩི་གི་མེད་གི། ད་ཚང་མ་མཉམ་དུ། ལས་ནི། རེད་བྱང་གིས་གི་རྣམ་པ་རེད་ད་ལས་གོན་དུ་མི་བཟོ་རེད། དེ་གི་དགེ་རྒན་གི་ད་གི་ཆུ་གོན་ར། ལས་བྱ་བཀོད་སྒྲིག་ཡི་ཆུ་ཐ་ཚོ་ར་ཉིན་གཅིག་གཅིག་ག་བཀོད་སྒྲིག་ཡི་ཅོན་མ། ད་ཆུ་ཆུ་ཚོགས་ག་གི་འདི་ལས་ཆུ་ཆུ་ཚོགས་ག་གི་འདི་ལས་ཟེར་ད་ཚོགས་ག་ཚོགས་ག་གི་དང་ནི་མ་གཏོགས་ཉིན་རེ་རེ་དགོས་ཀྱི་ཕལ་ཆེ་ཞིག་མྱོང་ནི་རེད། རེད་རེད་རེད་ད་དེ་ལྟ་བུ་ཡིན་གྱི་ན་ང་ཚོ་གཅིག་སི་རྟ་སི་གོ་ནི་རེད་སློབ་སྦྱོང་གི་དགོས་ས་མང་བོ་ཡོད་གི། རེད་རེད་རེད། ད་དཔེར་ན་གཅིག། ཤེས་བྱ་རྣམ་གྲངས་གཅིག་ཡིན་ན་རང་ཡང་ཏི་ཟུག་ལ་ཕྱོགས་སོ་སོ་ནས་རང་རང་གི་བསམ་བློ་དང་གཅིག་གཅིག་གི་དྲི་བ་དྲིས། ཐ་ན་གཅིག་གཅིག་ག་དྲི་བ་འདྲི་བའི་སྐབས་དེ་ཡང་གཅིག་གཅིག་གཅིག་གཅིག་ངོ་ཚ་ལྟོས་ལེ་སི་ཀོ་ནི་ར་ཏི་མོ་གི་ནང་ཚེ་ར་ཡོད་ཀྱི་ད་དཔེར་ན་ང་ཚོ་གཅིག་སྲོལ་རྒྱུན་རིག་གནས་ཀྱི་ཁྲོད་ན་སྡིག་ར་གཙོ་དཀོན་ནི་འདི་མོ་ཡིན་ན་ད་གཅིག་གཅིག་ག་སྟག་རིའི་ངོ་མཚང་དྲིས། དེ་ཡིན་ན་ར་མཐར་ཐུག་གི་མི་གེ་ཏི་ཁྱོད་ཤེས་བྱ་དུ་འགྱུར་རྒྱུ་རྒྱུ་མཚན་དེ་རེད་དེའི་སྟབས་ཀྱི་ཡང་ང་ཚོ་གཅིག་ཆི་སི་ཀོ་ན་ཡང་ཕ་རི་བཟོ་སློབ་སྦྱོང་བའི་གོ་ས་མང་བོ་ཡོད་ད་མདོར་བསྡུས་ན་ཁྱེད་རང་གི་སློབ་སྦྱོང་གི་བརྒྱུད་རིམ་སྟོད་དུ་མོ་ཟེར་བལྟས་ན་ཤི་ར་ད་རང་གི་ཕ་ཡུལ་ལ་ལོག་ནོ་བའི་རྗེས་ནས་ད་ཁྱེད་ཐང་སྟོང་བ་བྱ་བ་ཆི་ཟིག་གཉེར། ད་ལྷོད་ཐར་ཕྱི་ནས་ཤི་ར་སི་ལང་ཡོང་རྒྱུའི་ཐབས་སོགས་ད་བྱ་བ་ཟི་རིགས་ངོ་མ་ཅིག་ཆི་ཟི་ལས་དགོས་གནང་ར་མི་ཤེས་གི་མོ་དེ་ནས་ཚོགས་པ་ཟི་གི་གནང་ན་ཅིག་བྱ་བ་ཟི་ཡོག་གི་ཟི་ནས་ད་ང་སོང་ལས་ནི་རེད་ད་ཚོགས་པ་དིག་གནང་གི་བྱ་བ་ལས་རྒྱུ་གཙོ་བོ་ད་ཉན་བྱེད་ཡི་གེ་འབྲི་རྒྱུ་རི་མོ་ད་དི་དྲི་ཟླ་བ་གསུམ་བཞི་དི་མོ་ཟི་ག་བསྡད་ནི་རེད་ཨི་ཨི། རེད་རེད། དེས་ན་འདི་ད་ལྟ་སྐུ་བས་ན། ང་ཚོ་ལས་རིགས་མང་པོ་གི་ལྷག་པར་དུ། ད་ཁྱོད་རང་ང་ཚོས་ན་རང་གི་དབྱིན་སྐད་ཀྱི་ལམ་ནས་ཡིན་ནའང་ཆ་རྐྱེན་ཕུན་སུམ་ཚོགས་པ་ཡོད་གི། རེད། འདི་ལྟ་བུ་ཟིག་ཡིན་གྱི་ན་ད་ང་ཚོ་རྒྱལ་ནང་ཡིན་ན། ད་གྲོང་ཁྱེར་ཆེ་ས་ར་འདི་ན་ཡང་ཅིག། ཆུ་སྐོར་ནི་ར་སྤྱི་གཉེར་ཁང་དུ་མོ། ཆེ་ཡོད་གི། དེ་ག་ཡིན་གྱི་ན་ང་ཚོ་གཞུང་ཞབས་ཀྱི་ལས་རིགས་འདི་རྒྱུགས་ལངས་ན་ར་ཆོག་གི་ཡིན་ནའང་ཁྱེད་རང་གི། ད་སྒེར་གྱི་ལམ་ཁ་འདི་མོ་ཟིག། སྒེར་ལས་ཀྱི་སྐོར་འདི་མོ་ཟིག་སྒྲུབ་སྟངས་ན། འདི་ཡིན་གྱིས་ན་ཡང་རང་གི་མི་ཚེ་གི་སྟེང་གི་འདམ་སའི་ཆེས་ཟེར། རེད། དེ་མཚོན་ན་ཁྱེད་འདི་ཐེངས་དང་བོ་ཡིན་གྱིས་ན་ལས་རིགས་འདི་འདྲ་མང་བོ་ཟིག་གི་ནང་ནས་ད་རང་གི་ཅིག་དགེ་གཉེར་གྱི་བྱ་བ་འདང་བོ་ཟིག་སྒྲུབ་དགོས་གི་སེམས་ཀྱི་གི་འདམ་སའི་དུ་ཆེས་ཡིན་ནི། རེད་མོ། ད་དང་བོ་ཡིན་གྱིས་ན་འདི། དང་བོ་ཡིན་ན་ད་ཅིག་གི་གཞུང་ཞིབ་གི་བྱ་བ་དུ། རང་གི་ཅིག་གི་ཧོང་གི་དགའ་ནི་དང་བོ་མ་རེད། ཡིན་ནའང་རང་གི་ཧ་མ་ཉིག་གི་རེ་བ་ཡིན་ན་ད་གཞུང་ཞིབ་གི་བྱ་བ་ཟིག་ལས། དེ་གི་བྱ་བ་ཟིག་གཏམ་ཁེ་ཟི་ལིའི་བརྡ་དག་ན་ད་འགྲིག་ད་ཀི་ཟི་རེད་རེ་བ་ཞིག་ནི་རི་མོ་རེད་ཨང་ཨང་དི་ཟི་ག་ཡིན་ན་ཡང་རང་གི་ནུས་པར་འདང་རྒྱལ་ཡོང་ན་ད་ངས་སྦྱང་ཞིབ་གི་བྱ་བ་ཟི་ལས་ན་ད་བར་དི་ཡིན་གྱིས་སྦྱང་དང་ཟི་ད་འདི་ནས་སི་ལང་ནས་ལོ་བཞི་སྦྱང་དི་ནས་ཧ་ར་ཕི་ལུ་པི་ན་སོང་ཡིན་ལོ་སི་ན་སྦྱང་ད་ལོ་བཞི་ད་ཡིན་གྱིས་ཏག་ཏག་སྦྱང་ཡིན་དང་དང་ཟི། གལ་ཏེ་རྒྱ་ཡིག་གི་འཇིག་གཟིགས་ལེན་དགོས་ན་ཡང་ངའི་མ་མཐའ་ཡིན་ན་ར་ལོ་གཉིས་འདྲ་བཟོ་བའི་སྐྱེར་ཟླ་དང་ཡི་དྭགས་འཇིག་ལག་ལ་སོགས་པ་གྲ་སྒྲིག་གོ་ག། དེ་ནས་དཔེ་ལེན་གྱིས་ན་ད་འུ་ཆོས་གི་ད་བར་གི་བྱང་ཞིབ་གི་འཇིག་ལེན་དགོས་གྱིས་ན་ར་ད་ལས་ཀ་ད་ལས་གནས་གཅིག་དེ་ད་ཉི་མ་ང་མང་གཟུགས་འཇིག་ལེན་དགོས་ག། དེ་ནས་ངས་བསམ་ན་ཨ་ད་ང་འདི་གི་ནང་འཚང་ཁ་རྒྱག་གི་འདུག་མི་དགོས་གི་བསམ་ནས་ད་རང་གི་ཆས་གོ་ན་ར། རང་གི་ལས་སྐལ་དུ་རང་གི་ཤེས་ནུས་དུ་ད་ཇེ་ལེགས་ར་ཇེ་བཟང་བ་དང་ཡིན། བསྒྲུབ་ན་ངས་དེ་འད་ཞིག་བཟང་གི་བསམ་ནས་ད་རང་གི་སེམས་ཐག་གཟི་བརྒྱད་རེད་ལན་ནི་རེད་ཡ། རེད་རེད།
ད་གཅིག་ནས་ཁྱེད་རང་གི་རང་གི་སྒེར་གི་འདུ་མུས་སུ་ཉེར་དགོས་གི་སར་གྱི་བསམ་གྱི་དུ་གཙོ་བོ་ཡིན་གྱི་ན་རང་གི་རང་གི་ཁྱད་ཆོས་དུ་གང་ན་ཡོད་གི་ད་ཁྱེད་རང་གི་དུ་གཙོ་བོ་གཅིག་དང་ལ། རེད་རེད་རེད། ཡིན་ན་ཡང།
དཔེ་བཞག་ན་ད་ཉིད་ཟིག་ཡིན་ན་ཡང། རང་རང་གི་ཁྱད་ཆོས་དེ་དུ་ན་ཡོད་གི་རེད་ཡིན་ན་ཡང་སྤྱི་ཚོགས་སྟེང་ན་ལས་རིགས་གཞན་པ་རང་གི་དགའ་ས་དུམ་བུ་ཡོད་ཀྱི་རེད་ཁྱོད་ཚོ་ན། ད་ལས་རིགས་གཞན་པ་དགའ་ས་ཟིན་ན་ད་མི་ཤེས་གི་ད། ཁྱོད་ཚོ་ནི་ལྷོད་ཐར་བྱེད་ནི་ཡོང་རྒྱུ་ད་སོ་རང་ག་ངོ་མ་ཆི་ཟིག་བྱ་བ་ལས་དགོས་ནོ་ར་དི་ར་ངོ་མ་ཟེར་བོ་མེད་གི་མི་ཤེས་གི་རང་གི། རེད་རེད་རེད་དེ་ན་དེ་ད་ད་སྐབས་ཡིན་ན་ཁྱོད་རང་གི་བཟང་ས་རྒྱན་ས་ཡིན་ན་འདྲ་རང་གི་སློབ་གྲོགས་ཡིན་ན་འདྲ། ད་གཅིག་ཕ་ཡུལ་གཅིག་གི་གཉེན་ཡིན་ན།

ད་ལྟ་ཁྱོད་མཚོན་ན་ད་གཞུང་བཤད་པ་ཨེ་ན་ད་ཅིག་བྱ་བ་བཟི་ཡོད་གཞན་པ་ད་རང་གི་བྱ་བ་སྒྲུབ་དགོས་ན་ད་མེད་ནུས་དང་བཟའ་རྩི་བཞག་མོ་ཡིན་ནའང་ད་ཆི་ཟིག་ན་ཁྱོད་གི་ད་ཁྱོད་བྱ་བ་ཡོད་བཟི་ཅི་ད་སོ་རང་གི་རང་ག་ར་འདྲི་ཚིག་ཨམ་ང་བྱ་བ་མེད་ནི་རེད་བཟི་ད་དེ་མོ་འདྲི་ཚིག་བཟི་ཡོད་གི་ད་མ་གཏོགས་ད་ཅིག་གནང་ཤིག་བཟི་རེད་དེ་མོ་བཟི་མེད་གི་ཨང། ད་འདོད་ན་ཅིག་རང་གི་ཐང་དང་བོ་ནས་དགེ་གཉེར་གི་བྱ་བ་འདི་མོ་བཟའ་སྒྲུབ་བཏང་ན་ད་ཁྱོད་འདི་རང་གི་ཆི་ཟིག་ན་ཅིག་འགྱོད་སེམས་ན་འདྲ་མེད་གི་ད། ད་སྐོ་ནོ་ར། ཨ་རེད་རེད་རེད། དེ་ལྟ་ན་ཁྱོད་རང་གི་དུས་རྒྱན་འདི་ཁའི་ཆ་སྐོ་ནོ་རེ་ད། མེ་ཏོག་སློབ་གསོ་འདི་འདྲ་བའི་ལོ་ལྔ་ནས་དྲུག་འདི་མི་བཟོ་འགོ་རོགས། འདིར་ཡང་ཁྱོད་རང་གི་ཡིན་གྱི་ན་ཕྱོགས་གང་ཐད་ནས་དོ་དུ་མེད་ན་འདྲ། ད་འདི་སྐོ་ནས་ཡིན་གྱི་ན། ཅིག་སྡུག་མི་མྱོང་བ་ཟིག་མཐོང་འོ་ཁྱོད། ཨ་རེད་རེད་རེད། དེ་ཡིན་དུ་ན་རང་གི་འདི་ཡི་ཕྱི་ཁོ་རེ་ཅིག་བལྟས་ན་རང་གི་ཅིག་ཐོབ་སེམས་སུ་གོ་ནོ་ར་ཅིག་རྒྱལ་ཁབ་ཀྱི་རང། ཅིག། སྤྲོ་བ་ནང་འགྲོ་དུ་གཡོ་སྐྱོ་རེ་ཁྱོ། ད་ཅི་གི་ཡོ་ག་ཟེར་མེ་ཏོག་ལྷོ་སོ་འདི། བྲི་ཀུ་ཅི་ད་སོ་ཐོང་དོང་ཡིན་གྱི་ན་ང་ཆོས་ད་ཉི་བཞི། ཅེས་ཁ་ཐུ་ནི་ད་དང་ཡེ། ད། ཆི་ཟི་ཀུ་ནི་རི། ལས་ཁོང་གཞན་པ་སོང་ཡེ་ད་ཡིག་ཆ་མི་ང་ལང་ཡེ། ད་ཤི་ཀ་དྲི་ནི་རི་མོ། དི་ནི་ད། ད་ད་བར་གི་མེ་ཏོག་ལྷོ་སོ་ཟི་ཀུ་འདི་མོ་ཟི་དྲི་ནི་རི་མོ། ཡིན་ནའང། ཁྲི་ཟ་གོ་ནི་རང་ད་རང་ག་དུ་རྒྱུ་ད་སོ་ད་ངས་མེ་ཏོག་ལྷོ་སོ་སྦྲུ་རེ་ལུ་གཅིག་གི་གཞུག་ནས་ད་ང་ཞེ་གཅིག་རྒྱུ་ད་ཞེ་གཅིག་རི་ན་ཐོན་དང་དར་དུ་ནས་ང་ཡོ་སོང་ཡེ་ད་ཞེ་གཅིག་ནས་ད་ད་བ་དྲུག་འདྲ་ཟུང་གོ་རི་ཕྱི་ར་ཡོང་རྒྱུ་ད་སོ་ད་ང་ཆུ་གི་ཚོགས་ཀ་དུ་བྱུང་གོ་ཁྲི་ཟ་གོ་ནི་ར་ད་ཐོར་ད་གི་མོ་རང་རང་ཞ་ན་ཞ་བ་ལས་ད་གི་ཡ་དུ་ནས་རང་གི་སེམས་ན་ར་ཨ་མ་ད་འདི། ཆུ་དགུ་ནོར་བཅུ་ཤ་སྟོད་མིག་ཏུ་གྱུར་ནས་ད་ཆུ་ཟོས་དགོས་ག། ད་བྱ་བ་གཞན་པ་ཟོས་རྩ་དགོས་ག་ཡང་ན་ད་མུ་མཐུད་དུ་རང་གི་བྱ་བ་འདི་ལས་འཇུག་དགོས་ག། དེ་ནས་རང་གི་ར་བསམ་བློ་མང་ཙང་ནར་མོ། དེ་གི་གཞིགས་ནས་ད་རང་གི་ཆུ་དགུ་ནོར་ད་རག་བར་དུ་ད་གཞུང་ལུགས་ཚང་མ་སྦྱངས། ལོ་འདི་མུ་བཟུང་འགོར་སོང་ཟིག་ཡིན་གྱི་སྦྱངས་ཡིན། ད་འདི་ཡིན་ན་མིན་ན་གི་ཆུ་དགུ་ནོར་ད་རྒྱུན་སྐྱོང་ཡིན་རྒྱུ་ན། ཡིན་ནམ་ན་རྒྱན་རྐྱང་གི་འཇུག་སྒོ་གི་ཟིན་ནས་རང་ག་ད་སེམས་ཤིག་ཟིག་ཆེན་པོ་ཟིག་ཐེ་སོང་ཡིན་ད་ང་ཁར་མོ་གི་ཆིག་ཁ་སྒྲིལ་ནར་མོ་ད་སྒྲིལ་གྱི་ཐ་སོ་ར་ཞིག་ག་ཁག་ཞིག་མང་ཡོག་གི་མོ་ད་དཔེ་ལེན་གྱི་ན་སློབ་ཁྲི་ཡི་སྒོ་ན་རང་གི་ཁར་མོ་གི་ཡི་སྒོ་ག་ད་གི་གྲ་སྒྲིག་སློབ་ཁྲི་དེ་གྲ་སྒྲིག་ཡི་སྒོ་ན་རང་གི་ཡི་སྒོ་ག་ད་ཐ་མ་མ་གོ་ད་གི་སློབ་ཁང་ཚང་མ་རང་གི་གཙང་སྦྲ་ཡི་རེད་རང་གི་སྒོ་ག་ད་ཡིན་ན་ཆི་ཟིག་ཟིག་ཐོ་ནི་ར། ད་སློབ་མ་ཁྱོད་ཀྱི་ཁྱི་གོ་ནི་རེད། ད་སློབ་མ་བདེ་ལེགས་ཡིན་ཁྱོད་ད་ཤེས་ཀྱི་ཀ་ཁག་ཟིག་ག་ཟིག་གི་ཁྱི་འབུ་ཟིག་རེད་མོ།
ད་གཙོ་བོ་ཁྱི་ཟིག་རེད་ན་ས་གླང་གི། རེད་སྤྱིར་ན་གྲོང་ཁྱེར་ན་དབུས་མི་ལྔ་མེད་ཀྱི་ཡོད་ན་ཡང་དེའི་ནང་གི་ཡང་ད་ཅིག་སྐྱ་མི་སྐྱ་ས་བོན་མོ་ཞིག་རེད། རེད་རེད་རེད་ད་སྤྱི་གི་ས་གླང་ན་ང་མྱོང་ཤེས་ནི་ཞིག་ཉིད་མྱོང་གི་མོ། ད་གི་ལྷག་པར་དུ་ཁྱི་གོ་ངའི་ལྟ་བར་གི་བྱ་བ་ཁྱི་ཟིག་འགྲིག་གོ་ནི་ཧ་ཅང་གི་མྱོང་ད་ཉིད་ཤེས་ནི་ད་ཤེས་གི་མྱོང་གི། ད་ནི་དང་གོ་ངའི་སློབ་ཁྲིད་ཀྱི་ཐ་སོ། ད་འདི་སློབ་མ་གཅིག་བཙན་འཛིན་གྲྭ་ནང་ན་སློབ་མ་གཉིས་སློབ་མ་གསུམ་དུ་མོ་མ་གཏོགས་ནི་མ་རུང་ངོ། ད་སློབ་མ་གཅིག་ཡོད་ན་གཉིས་ཡོད་ན་རང་གི་ཞིག་གི་ཧྲ་ལ་ཡི་རེད་ད་དུ་ཁྱོད་སློབ་ཁྲིད་ཀྱི་ཁྱད་གཞི་བཟོས་དེ་གི་སློབ་ཁྲིད་ཡིད་ཆ་སོ་ར་བྱེད་གི་ཡོད་པ་ཞིག་ཡི་དེ་ཡི་རེད་ད་ལོ་གཅིག་གི་ལོ་གཉིས་གི་ནང་གི་ད་ད་འབྲས་བུ་ཟིག་ག་ཟིག་ཡོད་གི་མོ་ད་གཅིག་གི་གཅིག་ག་བྱས་ཨ་ད་མེ་ཏོག་ལྷོ་སོ་ཟེར་འདི་མོ་བཟོ་གི་དགེ་རྒན་ཟིག་ག་ད་རིན་ཆེན་འཚོ་ཟེར་འདི་ཟིག་ཞིག་གི་ཨ་ད་དགེ་རྒན་ཟིག་ག་ཞིག་གི། ཁྱོད་ཤ་ཚ་ནི་དུམ་བུ་ཟེའུ་ཀི་ཟེར་རེ་གཅིག་གཅིག་ག་བྱེད། དེ་ནས་ལྷག་པར་དུ་རང་ག་ཆུ་དཀོན་ནོ་ར་སེམས་ཟིན་ན། ཨ་ད་ངོ་མ་ཞིག་རང་གི་བྱ་བ་འདི་ལས་ན་དགའ་གི་འདུག་འདི་བཟུང་ནོ་སློབ་མ་ད་བྱེད་ཆུང་ཆུང་ཚང་མ་གི་ད་ལྷོ་ཁང་ནང་ནས་ཡིན་གྱི་ཆི་ད་བྱེད། དེ་ནས་ཕན་ཚུན་གི་བར་ཡིན་གྱི་ཆི་དེ་གི་ཡ་ར་མ་ར་འཇུས་ཀྱི་ད་སོ་རང་ག་ད་ཆུ་དཀོན་ནོ་ར། རིག་ན་ཧའེ Teachers རེད་ད་ཞིག་ཡིན་ཅིག་བཤད་འདུག་གི་ལྷག་པར་དུ་ད་ངི་ཆོ་གི་སློབ་མ་ཆོ་ཞིག་ངིས་ད་གཙོ་བོ་ཁི་ཆོ་གི་བཤད་བཅུག་འདུག་ལ་ཀ་ཧ་ཅང་གི་སྐྱེ་སངས་ཡི་རོ་ནི་མོ་ད་ན་ནང་དེ་ན་ནང་བཞི་ནང་ད་ཁྲེན་ཞི་ཆུས་གི་ད་གི་ཞའོ་ཞུའེ་ཧྲིན་སློབ་མ་ཆུང་ཆེན་པོ་ད་ཡིན་ཅིག་གི་འགྲན་བསྡུར་ཡིན་ཅིག་ད་སོ་ངི་ཆོ་གི་སློབ་མ་གཉིས་གི་དུ་གི་ནང་ནས་བྱ་དགའ་ཨང་སྟོང་བཟོ་ར་གཉིས་པ་བཟོ་ཐུ་ད་ཡ་དེ་ནས་ད་རང་གི་སེམས་ཟིན་ནས་ཨ་ད་ངོ་མ་རང་གི་བྱ་བ་འདི་ད་ད་གི་འདེ་ནོ་མ་ཆིག་ཟིག་རང་གི་ད་བར་གི། ཆིས་གོ་ནར་ད་སྔོན་ཆད་ལྷོ། ད་ལྷོ་ཁྲའི་རེ་སྡིག་མཐོང་བོ་ན་ར། ད་དྲིན་རིས་ག་ད་ངོ་མ་ཞིག། རང་ག་ཡི་ཚུན་ད་ཡོང་བོ་གི་བསམ་ནས་ད། ད་ཞིག་སེམས་ནི་ཧ་ཅང་གི་དགའ་གི་ཡ། རེད་རེད་རེད། དེས་ན་འདི། ད་ང་ཚོ་ཁྱེད་རང། ལས་ཀ་འདི་སྒྲུབ་མཁན་ཡང་བུད་མེད་ཟིག་རེད། ཡང་ང་ཚོ་འདིས་ཆིས་གོ་ནི་རེད། ད་ང་ཚོ་ལུང་འདྲི་ཀུང་སི་འདིས། ཉང་ཡང་ཅིག་མེ་ཏོག་སློབ་གསོ་ཟིག་འདི་ཡི་དག་གི་དེ་ན་འདི་མེ་ཏོག་སློབ་གསོ་ཟིག་འདོགས་དོན་ཆིས། རེད་ད་མེ་ཏོག་ལྷོ་སོལ་ཟེར་བའི་མདོག་དོན་དེ་ད་བི་མའི་འབྲི་བ་མེད་གི་མོད་གཙོ་བོ་ད་མེ་ཏོག་དུ་མེ་ཏོག་གཟུགས་ནོ་དེ་ག་ཉི་ཚང་མ་ཧ་ཅང་གི་དགའ་ནོ་ད་མེ་ཏོག་དེ་ག་ཉི་བདེ་སྐྱིད་སྤྲིན་དུ་ག་ཟེར་ན་དེ་ག་ངི་ད་རང་གི་ཁྱི་གཟུགས་ན་མོ་ལམ་ཡིན་ན་ར་རང་གི་ད་ཁྲི་ནུ་གི་ལྷོ་མ་དེ་ཚང་མ་མེ་ཏོག་བཞིན་དུ་འབྲས་བུ་ཡོད་པ་དང་མེ་ཏོག་བཞིན་དུ་གབ་ཐུབ་པ་ད་ས་སྐྱ་སོ་སོ་ནས་གབ་ཐུབ་པ་དེ་རང་གི་ཁྱི་གཟུགས་ན་ར་མོ་ལམ་གཟུགས་གཞག་ཡི་ད་དང་ཡི་ད་མྱང་སྟག་ནི་རེད། རེད་རེད་ད་ཚང་མ་མཚར་སྡུག་ལྡན་པ་ཟིག་ཅིག་བྱུང་རྒྱུ། རེད་རེད་རེད་ཨང། རེད་རེད་དེ་ཡིན་ན་འདི་ད་ཁྱེད་རང་གི་གོང་ནས་རག་བྱུང་བཤད་ད་ལྟ་འཛིན་གྲྭ་འདི་ལྟ་བུ་ཟིག་ཡིན་གྱི་ན། དོང་ངོ་ལྷོ་མ་གཅིག་དང་གཉིས་མ་རྟོགས་མེད་གི་ད་ལྟ་བཤད་བ་གང་སྒྲུབ་ན་གཅིག་པ་རེད། རེད། ད་ལྷག་སྐོར་དེ་ཡིན་གྱི་ན་དགེ་གཉེར་གི་འདི་མོ་གི་འཛིན་གྲྭ་ཟིག་ན་སློབ་གྲྭ་ཟིག་སྒྲུབ་དགོས་ན་ད་དོང་ངོ་དེ་ལྷོ་མ་ཉུང་ཉུང་ཟོ་མ་རྟོགས་གི་ནི་མ་རེད་ཡིན་ན་ཡང་དེའི་གསེར་ས་ནི་ཡོད་ན་ཨོ་ཡེ་ནམ་ཟིན་དེའི་འབྲེལ་ཡོད་དུ་རིམ་བཞིན་མིང་གི་མིང་གི་ཡོང་ན་དེ་ནས་ང་ཚོ་སྤྱི་ཚོགས་སྟེང་གི་ཁས་ལེན་མཐོ་བའི་ཡོང་ན་རིམ་བཞིན་ད། ཚོགས་མ་དུ་བྱེད་མི་ང་འགྱུར་གྱི། རེད་རེད་རེད། གཞན་ཞིག་བྱས་ན་ཁྱོད་ལག་འགྲོ་མ་བྱུང་ན་དེ་སློབ་མ་དེ་ཡིས་ཀྱང་བྱེད་མྱོང་ང་འགྱུར་གྱི། རེད་རེད་ད་ངོ་མ་རེད། གང་ལྟར་ཀྱང། ད་རིམ་བཞིན་ད་སྐབས་ཡིན་གྱི་ན་ང་ཚོ་རྒྱན་ཧྲང་ངས་ད་ལོ་ངོ་འདི་མོ་ཆ་ཅིག་བསྒྲུབ་འོག་གི། རེད། དེ་འདི་ན་ཁྱོད་རང་ཚོ་འདི་ཡང་ན་འཛིན་གྲྭ་གོང་འོག་གི་བསྒྲིགས་ན། གང་ནས་གང་གི་བར་དུ་ཡོད་ན་རེད། ད་ངའི་ཆོ་ག་འདི་གི་སློབ་མ་ཆེ་ཆུང་དུ་ལོ་བཞི་རེད། ལོ་བཞི་ད་སང་ཨེ་པེ་སི་ཏེ་ལི་ཇང་རེད་ད་ཞིབ་ཉོ་ཁང་ཡིན་ན་ར་ཡིན་ནའང་ཆུ་ཟགོ་ན་རེད་ད་ཞེ་ཆི་མོ་ཆུང་ན་ཁ་ནང་གི་ཡིན་ད་ཡིན་ཅི་དེ་ཞིག་ལེན་ཐུབ་རྒྱུ་ཧ་ཅང་གི་ད་ག་རྨང་གཞི་བརྟན་པོ་ཟིག་འཇོག་ཐུབ་གི་མོ་དེ་ནས་ད་ཅི་གི་ངའི་ཆོ་ག་སློབ་མ་ཆེ་ཆུང་དུ་ལོ་བཞི་རེད་ད་ལོ་བཞི་གི་ཡན་ཆད་གི་ད་ད་སློབ་མ་ཚང་མ་ཡོད་ན་རེད་ཡ་ད་མི་དར་མ་ཉི་ཤུ་ལོ་ཉི་ཤུ་ཅན་གོ་ལོ་སུམ་ཅུ་ཅན་གོ་ད་ཚང་མ་ཡོད་ན་རེད། ད་ནང་ནང་བཟོ་ཚོན། རེད་རེད་རེད། ཞིབ་འཇུག་སློབ་མ་རྒྱུགས་སྤྲོད་ནོ་འབུམ་རམས་པ་རྒྱུགས་སྤྲོད་ནོ། ད་འདི་ཡིན་གཅིག་གི། ད་ལྷོ་ཆིང་གི་ཡིན་གཅིག་ཚལ་རིན་བཞི་བ་ར་ཚལ་རིམ་གྲུ་ཤ་སྟེ་རྒྱུགས་ལེན་ནོ་ཡང་ཧ་ཅང་གི་མང་ནི་རེད་ཡ། རེད་རེད། རེད་དེ་ནི་འདི་དང་བོ་ད་ཁྱེད་རང་དགེ་ཐོན་སློབ་གྲྭ་འདི་ནས་ཐར་ཞིང་ཟིག་ཧ་ར་སོང་ང་ཡང་རང་གི་ཆད་ལུས་དུ། ད་ཆི་སི་ཀུ་ནི། སྐད་རིགས་སློབ་ཁྲིད་ཡོད་གྱུག་གི་གཏི་མུག་གི་ལུས་ཆད་ལུས་ཟིག་ར། རེད་རེད་རེད། དེ་འདི་ན་ཁྱེད་རང་ང་ད་གཞུང་ལུགས་ཀྱི་ཆ་ནས་རང་གི་གང་ལ་གང་འཚམ་གི། སློབ་སྦྱོང་བྱས་ཡོད་ནི་རེད། ཡིན་ན་ཡང་ལག་ལེན་ལ་འདེབས་རྒྱུ་འདི་ཧ་ཅང་གལ་ཆེན་པོ་རེད། དེ་མཚོན་ན་གཞུང་ལུགས་ལ་ལག་ལེན་འདི་གཉིས་ཀྱི་བར་ནས་ཆོས་དཀའ་ཁག་ཆེན་འདྲ་བོ། རེད། ད་རང་གི་སྔོན་མ་ལོ་གསུམ་ན་ད་གཞུང་ལུགས་དེར་ལག་གཞུང་ལུགས་དེ་ད་གཞུང་ལུགས་ཀྱི་སྐོར་གྱི་དཔེ་ཆ་ར་མང་ང་བཏོན་ནི་རེད་དེ་གི་སྐོར་གྱི་བརྩོན་འདྲ་བྲིས་ནི་རེད། ཡིན་ན་འང་ད་ལོ་སྐོར་འདི་ར་རང་གི་སྔོན་མ་གི་སློབ་ཁྲིད་ཤིག་ལ་བཏང་ད་གཞུང་ལུགས་དེ་ཕར་ཕྱིན་གནང་རྒྱུ་རྒྱུ་ཧ་ཅང་གི་དཀའ་གི་མོད། དེ་ནས་ད། ད་གཞུང་ལུགས་ལ་ལ་ཟིན་ངོ་མ་ཆུ་དཀོན་ནི་ར། རང་གི་གླུ་བ་རུ་བཟུང་ནི་རེད་དེ་གི་སྐོར་གི་ཆུ་དཀོན་དཔེ་ཆ་ར་བལྟས་ནི་རེད། དེ་གི་སྐོར་གི་ད་ཅིག་བཤད་བརྩོན་ར་ནག་ནོག་བྲིས་ནི་རེད་མོ། ཡིན་ནའང་ད་ངོ་མ་གི་ཆུ་དཀོན་ནི་ར་ད་རང་གི་གླུ་འདི་མོ་མང་ང་ཟིག་ལག་ལེན་རེད་ཡོང་ན་ད་གཞུང་ལུགས་དེ་ད་བར་ད་ངོ་མ་ད་ད་གི་ནང་དོན་གོ་ནི་དེ་མོ་ཟིག་རེད་ཡ། ད་ད་བར་ཡིན་ན་ད་རང་གི་ལྷོ་ཁྲི་འདི་གླུ། སྤྲུལ་སྐུ་རང་ཨ་ཡེ་དང་བཟའ་ཟིན་ན་ད་ལྟ་བར་ད་རང་གི་ཞི་འཇིགས་འདོན་དགོས་འདུག་ད་འདོན་དགོས་ཅིག་དཔེ་ཆ་དེ་ཚང་མ་བལྟས་ན་ད་ཧ་ཅང་གི་ད་གོ་བ་ཟབ་མོ་ལེན་ཐུག་གི་ཡ་ད་འདི་ད་སོ་ད་ངོ་མ་ཅིག་ཁ་རི་ཁ་གི་འཇའ་ཟི་གོ་སོང་ནི་མ་གཏོགས་ད་གཏིང་ཟབ་པོ་རེ་གོ་མ་ཐུབ་ཟི་ཨང་ཨང། འདིའི་ད་ལག་ལེན་དུ་ད་དཔོན་གྱི་ན་ད་དེ་ལྟ་བུ་ལོ་བཞི་དང་ང་དྲུག་ད་ང་ཚོ་ཞི་ཉོར་ཁང་ཡིན་ན་འདྲ་སློབ་ཆུང་གི་སློབ་མ་དུ་མོ་མང་ཡོད་གི་ཨང་ན་དེ་བཟོ་ཅིག་ཧ་ར་ཁྲིད་དགོས་ན། ད་སློབ་མ་རྣམས་མ་ན་ཚོགས། རེ་རེ་རེ། བེད་སྤྱོད་རྣམས་མ་ན་ཚོགས། རེ་རེ་རེ། ད་གཟུགས་ཀྱི་རྒྱབ་ལྗོངས་ཀྱི་ཕ་མ་གི་བསམ་བློའི་ཁྱིམ་ཚང་གི་གནས་ཚུལ་དེ་ཡང་རྣམས་མ་ན་ཚོགས་རེད། རེ་རེ་འོ་ན་རེ། འདི་ལྟ་བུ་ལ་སློབ་ཁྲིད་བྱེད་སྐབས། ཕྱི་སྐོར་ནས་ད་གཅིག། རང་གི་གཅིག་ཐུན་མོང་མ་ཡིན་པའི་བློ་སྐྱེད་སྐྱེ་རྒྱུ་ཡོད་གི་རེད། ཡོད་གི་མོད་ད་དང་པོ་ཡིན་གྱི་ན། སློབ་མ་ཁྱོད་ལྷག་པར་དུ་ཞེ་ཡིས་ད་ཆུང་ཆུང་བྱེད་འགོ་བྱེད་འགོ། ད་འདང་མ་ང་མ་བརྗེད་ཟེར་ཡོང་བས་ད་སྦྱང་ཡས་སྤྱིར་བདག་གི་མོད། ཡིན་ནའང་ད་འདི། ད་ལོ་རིམ་གསུམ་པ་བཞི་བ་ཅན་གྱི་སློབ་མ་དེ་ཚོ་ནས་ཡང་ན་ད་ཡིན་གྱི་དེ་ཞིག་སྤྲོད་མེད་གི། དང་པོ་ནས་སྤྲོད་མེད་གི་ད་ཁྱོད་བཟོས་ན་ཡིན་གྱི་བཟོས་དང་ལ་ད་ཁྱོད་གྱི་གཙོ་བོ་ད་རྒྱུགས་གཟི་དང་ཧ་ཅང་གི་འབྲེལ་བ་ཡོད་ནི་དུ་མ་བཟོས་རི་མོ། དེ་གི་ལྷག་པར་ད་ད་ཡིན་གྱི་གི་ད་འདི་མང་ཚིག་ཚང་མ་བློ་བཟང་གྱོ་ཧ་ཅང་གི་དཀའ་ཡི། ཨ་ད་ཡིན་གྱི་འདི་ད་ངོ་མ་ད་ཞིག་གི་རྒྱང་ན་མི་འདུག་ནི་སྤྲོད་མེད་ནི་དུ་མ་བཟོས་རི་མོ། ད་དགེ་རྒན་གཟི་ག་ཚོ་ནས་ཡང་ན་སློབ་མ་དེ་གི། ད་གི་སྤྲོ་བ་དུ་སྐྱེས་སང་ཡེ་ཅོ་ཧ་ཅང་གི་གཙོ་བཟུར་ཡ། རེད་རེད། ད་གི་ད་ང་ཡིན་གྱི་ན་ངའི་སྤྲོ་བ་དུ་ཆི་ཁ་སྐྱེས་སང་ཡེ་ནི་ཟི་ན། ད་ཧ་མ་ཆོ་གི་དང་གོ་ཆིར་ཡང་གྱི་ས་སོ་ཨ་ད་སློ་མ་ཆོ་ད་ངི་རེད་ཨ་ད་ངའི་ཡིན་གྱི་མི་འགྱང་ཟི་གི་མོ། རེད་རེད། ད་གི་སྐབས་སི་ད་ངའི་སང་ཡེ་ཁི་ཅོ་ཧ་ནང་གི་སློ་ཁང་ན་ཆིར་སང་ཡེ་ད་ངའི་ཁི་ཅོ་ཨ་ད་ཆི་ཟི་གོ་ནི་འགི་རི་བརྙན་འཕྲིན། ལ་སོགས་པ་བཤད། ད་ལྟ་བར་གྱི་བཤད་ཡིག་ཚང་མ་ཐུན་མོང་གི་ད་ཕྱི་གོ་ནི་སྤྲོ་ཡུལ་ནུ་གོ་འགུ་རི་བརྙན་འཕྲིན་ལ་སོགས་པ་བཤད། དེ་ནས་ཁི་ཅུ་གི་ད་ཕྱི་གོ་ནི་ར་འགྲུབ་དེ་ར་དེ་ལངས་ཡི་ད་དང་ཨ་ཆུ་ཡི་གི་ཡིག་ན་བཤད་གི་ཡིག་གི་ཟིག་ཅིག་ཁ་ན་ད་ད་གཙོ་བོ་ཁི་སྟོད་པ་རྣམ་སྲས་ཡི་རི་ད་དང་བཤད་ཡིག་གི་ཕྱི་གོ་ནི་ང་ད་དགེ་རྒན་ཟིག་ཅིག་སྐྱག་དགོན་ནི་ཟིག་མིན་ནོ། ད་གཙོ་བོ་སློབ་མ་དེ་དགེ་རྒན་དེ་དང་ལེན་ཡིན་ཅུ་དི་ཞིག་གཙོ་བོ་རི་མོ་ད་ངའི་དང་གོ་ཁི་ཅུ་དི་དང་ལེན་ཡི་གི་ཞིག་ནི་ཡ། དེ་གི་སློབ་ཁྲི་ཡི་གི་གལ་སྲིད་ཡང་ད་རང་གི་བ་ན་ད་དཔེ་ལེན་གྱི་ན། ཉིའོ། ད་དེ་རིང་གོ་རིག་གི་རིགས་ཁྲི་གོ་གི་གོ་རིག་གཉིས་དུས་ཆེད་ཡོང་ནས་ཁྱོད་ཟ་གི་བཞུགས། དེ་གི་ཆུ་འཐུང་གི་བཞུགས་དེ་རེད་ཁྲི་ནི་མོ། དེ་དང་ད་ཆུ་གི་ནི་གོ་རིག་ཏུ་ཆུ་མོ་ཟིག་ཡིན་ནང་ཆུ་དེ་ད་དཔེ་ལེན་གྱི་ནི་འོ་ཅོས་ཐོ་ད་བྲོ་བ་ལ་སོགས་པ་ཁ་དོག་ལ་སོགས་པ་བྱེད་དགོས་ན་ད་བྱེད་གི་ཧ་ཅང་གི་རྩ་མོ་དུ་མོ་ཟེར་མོ། དེ་གི་བྱེད་ཡུལ་ཆོས་ར་ཅིག་ལྷོ་ཁྲིད་གི་ནི་གི་སྣང་བ་དུ་མེད་ར། ད་ཆུ་ཟིག་གི་ནི་གནོན་ཤུགས་དུ་མེད་ར། རེད་ད་ཁ་གི་འཚོ་བ་ཟིག་གི་ཆ་ཤས་ཟིག་གི་གྱེར་སོང། འཚོ་བ་ཟིག་གི་ཆ་ཤས་ཟིག་གི་གྱེར། ད་ཞིག། ད་འཇིག་དགོས་ན་རང་ཨ་ད་མེ་ཏོག་ལྷོ་སོ་གི་ཡིན་གཅིག་ལྷོ་འཕྲེད་ད་མི་འཇུ་དུ་མོ་མེད་གི་ཡ་ད་ལྷོ་མ་ཆུ་ཡོང་ན་ཞིག་སྤྲོ་བ་ད་ཧ་ཅང་གི་ཡོད་གི། རེད་རེད་ད་དེ་ལྷོ་མ་གི་ནང་ན་ང་ཚོ་ད་ཅིག་རྒྱ་བོད་ཧོར་གསུམ་མི་ང་ཡོད་གི་ར། ཡོད་ནི་རེད་ད་འདི་ཧེ་ཧེ་ཡོད་ནི་རེད་ས་ལར་ཡོད་ནི་རེད་ད་བོད་པ་ཡོད་ནི་རེད་རྒྱ་ཡོད་ནི་རེད་ད་མང་གུ་ཅང་གུ་ཚང་མ་ཡོད་ནི་རེད། རེད་རེད་རེད་དེ་ཡིན་ན་འདི་ད། ང་ཚོ་ཚང་མི་སྟེང་ལ་ཞན་ཆ་དེ་ཡོད་ནི་རེད། རེད། ད་དཔེར་ན། བྱིས་པ་རང་ཉིད་ཀྱི་སྟེང་ནས་དོན་དངོས་སློབ་ཆུང་འགྲིམ་དུས་ཀྱི་དམིགས་ཡུལ་ཆེ་པོ་ཡོད་ནི་མ་རེད། རེད་རེད་ཡིན་རེད། ན་ཡང་དེའི་དམིགས་ཡུལ་དང་ཁ་ཕྱོགས་དེ་གཙོ་བོ་ཕ་མ་གི་རམ་འདེགས་ཀྱི་དགོས་མཁོ་རེད་ཡོད་རེད་རེད། རེད། ཡིན་ན་ཡང་ང་ཚོ་གི་ཕ་མ་མི་ངག་གི། ད་དུ་ཕྱི་ཟུར་ཀུན་ནས་ཁ་ཕྱོགས་སྟོན་རྒྱུ་གི་ནུས་བ་ར་ཡོད་ནི་མ་རེད། དེའི་འདུ་ཤེས་ར་ཡང། དེ་སྲ་བརྟན་འཇོག་གི་བྱེད་ནི་རེད། རེད། ཡིན་ན་ཡང། ད་ཁྱེད་རང་གིས་བཤད་ཀྱི་ནོར་འཛིན་གྲྭ་དེའི་ནང་ན་ང་ཚོ་བརྒྱ་ཡིན་ན། ད་ཧོར་ཡིན་ན། བོད་ཡིན་ན་མ་ང་ཟིག་གོ་ཁི། ཡང་ད་གཟུགས་ཀྱི་ཧ་མ་དར་ཀ་དང་ཡང་ང་ཚོ་གཞི་རིམ་གྱི་ཧ་མ་གཉིས་དར་ཡོང་ན་ཕྱོགས་གང་ཐད་ནས་ད་རིག་གནས་ཀྱི་ཆ་རྐྱེན་ཡིན་ན་འདྲ་ཁོར་ཡུག་གྱི་ཆ་རྐྱེན་ཡིན་ན་འདྲ། འདི་ག་ཡང་ཙི་གི་ཟིག་ཅིག་སློབ་མ་དེ་ཚིག་སྐོར་ནི་ཁ་ཕྱོགས་སྟོན་རྒྱུ་ར་དམིགས་ཡིན་འཛིན་ཚིག་གི་ལ་ཀ་ནས་ཡང་ང་ཚོ་སློབ་སྦྱོང་བའི་གོ་ས་དུ་མོ་ཡོད་ཀྱི་རེད་དེའི་ཕྱོགས་ནས་མི་འདྲ་ས་ཡོད་ཁི། ད་རེ་ཉན་འཇོག་ས་ཟིན་ན་ད་ད་བྱེད་མི་ཤེས་གི་མོ། ཡིན་ནའང་ད་ངས་འདི། ཕྱི་རྒྱལ་གྱི་ཧ་མ་ཚང་མ་གི་ཕྱི་ཡུལ་དེ་ཆི་ཟིག་ཤི་ཧ་སློབ་སྦྱོང་གི་ད་སློབ་གསོ་གི་ཕྱོགས་ཐད་ཆི་མོ་ཟི་གདང་འཇོག་ཡོད་ཁོ་ན་ངས་ད་རགས་ཙམ་བཤད་མོ། ད་ཕྱི་རྒྱལ་གྱི་ཧ་མ་ཟི་ཚོ་ནི་ཡང་ན་རང་གི་ངའི་སྟེང་ནས་དཔེ་ཆ་ལྟ་རྒྱུ་དེ་ཧ་ཅང་གི་དགའ་གི་ཡ། ད་ཧ་མ་གི་རྒྱུན་དུ་རྩིས་རྒྱུན་དུ་དཔེ་ཆ་ལྟ་གི་བསྡད་ན་ཕྱི་ཡུལ་ཧེམ་ཤིག་ཟི་ག་ད་དཔེ་ཆ་ལྟ་དགོས་ནུག་ཧེམ་ཤིག་ཟ་ཆེན་པོ་ཟི་ཐེ་ད་གི་མོ། དེ་ནས་ད་ཁྱིམ་ཚང་རེ་རེ་ན་ཅིག་ད་ང་ཁྱིམ་ཚང་ར་མང་སོང་བ་མོ་ད་ཁྱིམ་ཚང་སོང་ན་ད་དཔེ་ཆ་ཐོག་ད་རྣམ་པ་སྣ་ཚོགས་ནི་རེ་ཡ། ལྷག་པར་དུ་ད་ཕྱི་ཡུལ་གྱི་དཔེ་ཆ་དེ་ད། ད་གཡུལ་ལ་སོགས་པ་ཁ་མདོག་ལ་སོགས་པ་ད་མིན་ན་ཡིན་ན་ཆོག་གོ་ཨ་ད་ཡ་མཚན་ཡག་ནི་ད་ངོ་མ་དཔེ་ཆ་ལ་ལ་བཟོ་ལྟས་ན་ད་ཨ་དཔེ་ཆ་འདི་ལྟས་ན་མི་འདོད་ད་ཆི་ཟི་འདོད་ཀྱི་ཟི་ནི་ད་ངོ་མ་ད་འདོག་ཡག་ནི་རེད་དབྱིབས་ད་ཕྱི་གི་ཕྱི་ཡི་ཆོ་ག་ནུ་གི་དེ་ནི་རེད་ད་ཕྱི་གི་ཕྱི་ཡི་ཆོ་ག་ངོ་མ་ཡི་སེང་གི་རྒྱུ་གི་ཆེད་དུ་ད་ད་བཟོ་སྐྲུན་དུ་མོ་ཕྱི་གི་བར་སྐྲུན་དུ་མོ་ཡོད་པ་ཡོད་རོགས་གི་ཡ་དེ་གི་གཞིག་ནས་ཧ་མ་བཟོ་ཡིན་གྱི་ན་ར་ད་དེ་རྒྱུན་དུ་ཕྱི་ཡི་དེ། དཔེ་ཀློག་མཉམ་དུ་ཡི། དཔེ་ཀློག་མཉམ་དུ་ཡི། དེ་གི་དཔེ་ཀློག་དུ་ད་ཞེ་ཡི་དེ་གི་ད་གོམས་ཤིས་ཀྱི་ཅིག་གི་ཞིག་དང་ནོར་མོ། དེ་གི་གཞིག་ནས་ད་དཔེ་ཀློག་ཡིན་ནོ་གཞིག་ནས་ཧ་མ་གཉིས་ཀ་གི་ཞེ་ཡི་ད་འདི་ཆི་ཟིག་གོ་ནོར་ར། ད་ཁྱེད་འདི་གི་དཔེ་ཆ་འདི་འདི་གི་ནང་ནས་ཤི་ཟིག་ཤེས་སོང་ཁྱོད་ཆི་ཟིག་ག་དགའ་གི་ཆི་ཟིག་ག་མི་དགའ་གི་ཟེར་རེད་ད་བསམ་བློ་རྒྱས་རིས་དེ་ཡང་ཁི་ཅོ་འཚོ་ནས་ཡོང་ན་ཞིག་གཙོ་བོ་ཟེར་རོ་མོ། ད་བསམ་བློ་རྒྱས་རིས་ཡི་གོ་ནོར་དུ་རྒྱུ་མཚན་ཆི་ཟེར་རེད་ན་ཁི་ཅོ་ཧ་མ་ཟིག་གི་འཚོ་ནས་ཡོང་ན་ད

གཏོང་རྒྱུ་དེ་ཨ་མ་ཁིར་མོ་བཟའ་རག་ལས་མེད་གི་མོ། དེ་གི་ཨ་ཕ་ཨ་མ་གཉིས་ཀ་མཉམ་དུ་བྱེད་ཡུལ་དེ་གི་སློབ་གསོ་དེ་གདེང་འཇོག་ཡི། སློབ་གསོ་དེ་ཐེག་དགོས་ན་ར་གཉིས་ཀ་ཨ་ཕ་ཨ་མ་གཉིས་ཀ་གི་མཉམ་དུ་བྱེད་ཡུལ་དེ་སློབ་གསོ་དེ་གཏོང་དགོས་གི་མོ། རེད་རེད་རེད། དེ་གི་ཁྱོད་ཚོ་ནས་ཡང་ན་དེ་དགོས་གི་ཡ། ད་གལ་ཏེ་ཨ་མ་ཁིར་མོ་གི་ད་སློབ་གསོ་ཆེན་མོ་བཏང་ན་ར་ཨ་ཕ་གི་ཆེ་དགོས་ན་ར། གཉིས་ཀ་ཡོད་ནུ་གི་དེ་མོ་ཟི་རེད། ད་ཨ་པཱ་མ་ཉི་ག་གི་ལྷོ་སོ་དང་ནུ་དམུས་ཀི་འབྲས་བུ་མེད་གོ་གི། རེད་རེད་དེ་ལྟ་ཡིན་ནམ་ན་ཤེ་ཡིས་ལག་ཆགས་རྒྱུ་ད་སོ་ལག་ཆགས་རྒྱུ་གི་གོ་རིམ་གི་ཁྲོད་གི་ཨ་པཱ་ར་ཨ་མ་ཉི་ག་ཞིག་རྒྱུ་དེ་དག་ཧ་ཅང་གི་གལ་ཆེན་ཡིན་གོ་གི། དེ་ཡིན་ན་འདིས་དེ་རང་གི་ལེ་ཚན་འདིའི་ནང་གཙོ་བོ་གཙོ་བོ་དེ་ད་ང་ཚོའི་ལེ་ཚན་གི་དམིགས་ཡུལ་ཡིན་གྱི་ན་ར་གོམས་སྟོབས་གསར་བ། རེད། ད་ད་བར་ཡིན་གྱི་ན་ང་ཚོའི་བྱ་བ་སྣ་གཅིག་གི་སྟེང་ང་ཚང་མ་འཚང་ཁ་རྒྱག་རྒྱུ་དེ་གཙོ་བོ་མ་རེད། རེད་རེད་རེད། རང་རང་གི་ཡིན་གྱི་ན་ད་སློབ་སྦྱོང་བྱ་རྒྱུ་དེ་སྨིན་མ་དགོས་བ་རེད། རེད་རེད་ཡིན་ན་རེད། ཡང་རང་གི་སློབ་སྦྱོང་གི་དེའི་རྨང་གཞི་དང་ཁྱད་ཆོས་ཀྱི་སྟེང་ནས་ལས་རིགས་གསར་བ་ཟིག་ཆེད་ཡིན་གཉེར་དགོས་གི། ཡང་ན་རང་གི་ཕུགས་འདུན་དང་རང་གི་ཁྱད་ཆོས་བཞིན་དུ་ལས་རྐང་གསར་བ་ཟིག་ཆེད་རྩ་དགོས་གི་ད་དེ་ད་གཙོ་བོ་རེད། རེད་རེད་རེད། དེའི་སྟབས་ཀྱི་ད་སྐབས་ཡིན་ན་ང་ཚོ་ལས་རྐང་གསར་བ་གཉེར་རང་རང་གི་ཁྱད་ཆོས་དེ་འདོན་ས་ནས་ཐོན་ནས་དེ། ཆོས་སྐུ་ནི་འབྲས་བུ་ལྔ་ནི་བདག་ནི་དུ་མོ་དང་ང་ཚོ་སྤྱི་ཚོགས་སྟེང་ན་ཇེ་མང་ནས་ཇེ་མང་རེད་རེད། དེའི་སྟབས་ཀྱི་དེ་ལ་ཡར་སྐུལ་བྱེད་རྒྱུ་དང་དེ་སྣེ་ཁྲིད་ཀྱི་ཅིག་ནུས་བ་ཟིག་ཨི་ཐོན་ན་ཟིག་ད་གི་ད་ང་ཚོ་ད་རང་རང་གི་ལས་རིགས་གསར་བ་འདི་ཆེས་གཉེར་དགོས་གི་འདི་སྐོར་གྱི་ད་ང་ཚོ་ལས་འཚམས་འདི་མོ་ཟིག་སྒྲུབ་གི་ཡོད་ནི་ཡིན། རེད་རེད་དེ་རེད། འདི་ན་ཁྱེད་རང་ལ་མཚོན་ན་ད་ལོ་ང་དྲུག་ཟིག་གི་རང་རྒྱུན་འཁྱོངས་བྱས་དང་ཟིག་མང་བ་ན་ད་འདི་མུ་མཐུད་དུ། ཉིན་ཆུང་ཡོད་ཀྱི་དུས་ཁྱེད་རང་གི་དམིགས་ཡུལ་དང་དམ་བཅའ་ཡིན་གྱི་རེད། རེད་ཡིན། དེ་ཡིན་ན་ང་ཚོས་ད་ཁྱེད་རང་གི་གོང་ནས་ར་ཤའི་སྐོར་གི་སྤྱིར་རང་གི་གྲོང་ཁྱེར་ར་ཡོངས་ན། ངོ་ཤེས་མི་ང་མེད་གི། ཉི་གི་འབྲེལ་བ་ཟེར་གྱི་དེ་ཡང་གང་ལ་གང་འཚམ་གི་དེ་རང་གི་ཤི་རྐྱེན་ནང་སྐྱེས་མི་ང་ཟིག་གི་དབང་གི། ང་འབྲེལ་བ་ཧྲ་ཟེར་གྱི་དེ་ཧ་ཅང་དཀའ་མོ་རེད། རེད་རེད་རེད། དེ་ཡི་དང་ན་ལས་ནུས་ཆུང་ས་ཟིག་ནས་ལས་རྐང་ཆུང་ས་ཟིག་ནས་འགོས་ཙམ་ཡིན་ཡོང་ན། དུ་དྲང་མོ་བྱས་ན་འཕེལ་རྒྱས་ཆེན་པོ་ཟིག་གི་མགོ་བརྩམ་དགོས་ཀི། རེད་རེད་རེད། དེ་ཡིན་དང་ན་འདིའི་མགོ་མཇུག་བར་གསུམ་དུ་ནས་ང་ཚོས་ཅིག་རང་གི་འགྲོ་འདུག་སྤྱོད་སྲིད་མི་སྣ་འདྲ་བྱ་བ་གི་དོད་དུམ་དང་ལས་ཀ་གཉེར་སྟངས་ཀི་ཆ་ནས་ད་ང་ཚོ་ཕྱི་ཡི་ནས་དོ་དུམ་བྱ་དགོས་ཀི་ཕྱི་ཡི་ནས་འབད་བརྩོན་བྱ་དགོས་ཀི་དེའི་ཕྱོགས་ཀི་ཁྱེད་རང་གི་ཉམས་མྱོང་གི་སྐད་ཆ་འགའ་བཤད་ན། རེད་ད་རང་གི་ལས་གཞི་ཟིག་སྒྲུབ་དགོས་ན་གྲོང་ཁྱེར་ནས

འདི་མོ་ཟིག་ལས་དགོས་ན་ཡིན་ནམ་ན་དོད་དམ་དོད་དམ་གི་ཚན་ཁག་ཟིག་ཡོད། དེ་གི་དཔེ་ལ་ཡིན་གྱི་ན་ད་སློབ་མ་བསྡུ་ལེན་ཡིན་ནོ་བསྡུ་ལེན་གི་ཚན་ཁག་ཟིག་ཡོད། དེ་གི་དགེ་རྒན་ཡིན་གྱི་ན་དགེ་རྒན་དུད་ཞིང་གི་བྱིས་པ་ཤ་ཚ་ནི་རང་གི་ད་ཆི་ཟིག་གོ་ནི་རང་གི་དགེ་རྒན་བྱ་རྒྱུ་དི་རང་གི་ད་འཆར་གཞི་ཟིག་ཡིན་ནོ་རེད་རེད་རེད་རང་གི་ཆེ་དགའ་ནུ་གི་ལས་གཞི་ཟིག་ཡིན་ནོ་དེ་མོ་དགེ་རྒན་གྱི་དཔུང་སྡེ་ཟིག་དགོས་གི་མོ་ད་དེ་ཡོད་ན་ད་དེ་ཚང་མ་ཚང་ན་ད་ད་ཁྲིམས་ལུགས་དང་མཐུན་པའི་སྒོ་ནས་ད་ད་ལས་ཀ་དེ་ར་རྒྱུན་བསྐྱང་རྒྱུ་ཡང་བྱེད་གི་རྩ་མོ་ཟེར་ཡ། རེད་རེད་རེད་རེད་རེད་ད་ཁྱེད་རང་གི་བཤད་དགོས་ན་གཅིག་ནས་ང་ཚོ་སྲིད་གཞུང་གི་འཇུག་ལུགས་ད་སྒྲུབ་དགོས་སྒྲུབ་དགོས་གི་ཡིན་ནམ་ན། ད་གལ་ཆེན་རེད་ད་ནས་སོ་སོ་གི་ཆད་ལུས་དགོས་གི་ད་ཉག་གཅིག་ཡིན་གྱི་ན། ཁོའི་དགེ་རྒན་ཡང་ཡང་ཐམས་ཅད་པོ་སྒྲུབ་ཀྱིས་ཟིན་ན་དུ་ཡང་མི་འགྲིག་གི། རེད་རེད་རེད། ད་རིམ་བཞིན་ཡིན་གྱི་ན་ལས་རིགས་དུ། དྲི་བའི་རྒྱ་ཇེ་ཆེ་སོང་ན་དེའི་ནང་ན་ང་ཚོ་དཔེ་བཞག་ན་རྩིས་གཉེར་བ་ལྟ་བུ་རེད་འདི་རེད་ཡང་ང་རེད། ཚོས་ངེས་པར་དུ་དགོས་གི། རེད་ཡོད། ཡིན་ན་ཡང་དེ་དག་ཐམས་ཅད་ཁ་མ་ཚང་ན་མང་བ་ན་ང་ཚོ་ལས་རིགས་དུ་རྒྱ་སྐྱེད་བཅུག་ལ་ག་ནས་ཡང་ཕྱི་སྐོར་ནས་དེ་ཅིག་མཐུན་རྐྱེན་ན་འགྲོ་མ་རེད་ཚང་ཟིག། རེད། དེ་ཡིན་ན་ད་མདོར་ན། གོང་དུ་བཤད་པ་ནང་བཞིན་ལས་ཀ་གང་གཉེར་ན་ར་ཐོག་མར་རང་གི་འདམ་གསེས་ཟིག་ཡོད་རྒྱུ་དེ་གལ་ཆེན་པོ་རེད། རེད། འདམ་གསེས་ཡོད་ནུས་ཀྱི་གཞིགས་ནས་ད་དུ་མགོ་རྩོམ་དགོས། མགོ་རྩོམ་པ་ལས་ཀྱང་གལ་ཆེ་བ་དེ་རྒྱན་རྐྱང་གི་དེར་དེ་ལྟ་བུའི་ཁྱེར་འགན་གྱི་ལ་ད་ལྟའི་བར་དུ་རྒྱན་རྐྱང་དང་ཟླ་མ་འོངས་བ་ན་ཡང་ལོ་བཅུ་དང་བཅོ་ལྔ་དེའི་རྗེས་ནས་ད་ང་ཚོ་ཡང་འབྲས་བུ་ཆུང་ངུ་ཟེར་མི་ཡོང་གི་ཡང་མ་འོངས་བ་ན་ཡང་གོ་སྐབས་འདུག་ལའང་ཁྱོད་དེའི་སྐབས་སུ་ཡང་བཅར་འདྲི། རེད་རེད་རེད། ད་གི་རེད་ད་ཡང་ནས་སྐབས་གི་བདེ་མོ་ཡིན། ཡ་ཡ་བདེ་མོ། རེད་བརྩེ་ལྡན་གྱི་དང་ཁུ་གྲོགས་པོ་རྣམ་པ་དེ་རིང་གི་གོམ་སྟོབས་གསར་བ་ཟིན་ནོ་གི་མི་འབྲི་ལེ་མཚན་འདིའི་ལས་འདི་གཏོང་མཚམས་འདི་ནས་འཇོག། ཐང་རྗེས་མའི་ལས་དག་ལ་གཟིགས་པར་དགའ་བསུ་ཞུ་ད་བདེ་མོ་བྱོས།